ཆོས་ཐོག་མ་འདི་ལ་ནི་ངས་བརྙན་ཐུང་ཟིན་ཡང་ཚང་མ་ལ་གོ་བརྡ་ཞིག་ད་འཚམས་འདྲི་བཀྲ་ཤིས་ལ་ཞོལ་དང་ཆབས་གཅིག་ཨ་ནེ་དེའི་མཉམ་དུ་ཨ་ད་དེ་རིང་དན་ད་ཕྱི་ལོ་ཉིས་སྟོང་ཞུ་རྩ་དྲུག་ལས་ད་ཕྱི་ཟླ་བརྒྱད་པའི་ཕྱི་ཉི་ཤུ་དྲུག་ཉིན་ད་བརྙན་ཐུང་ནའོ་ལ

གནས་ཚུལ་དེ་ཚོ་དང་འབྲེལ་བའི་ཐོག་ནས་ཨཱ་ནི་ར་ཤི་ཡའི་གཞུང་གི་དྲི་ཟ་བ་དྲི་མེད་ཀྲུའུ་པེ་སྐོ་ལ་ག་འུ་ད་ཅིག་གིས་དྲི་བ་རེ་འཁྲུལ་སྐབས་སུ་དེའི་སྐབས་སུ་འུ་པེ་སྐོ་གིས་ལན་གར་རྒྱག་སྲིད་ན་ད་དེའི་ག་ད་དེ་ཚོ་སྐོར་ལ་གང་ལྟར་ཁོ་གིས་ཁེ་ཧ་གོ་གི་མི་འོས་དེ་འདྲས་གང་ལྟར་བས། ལན་སོ་ར་ཅིག་བརྒྱབ་སོང་འོ་དར་སོང་ད་གང་ལྟར་ཁ་སང་དེ་འདྲས་ལན་ཞིག་རྒྱག་གི་ཡོད་བ་ཡིན་ན་ད་དེ་རིང་དང་ད་ཚེས་ཉི་ཤུ་དྲུག་གི་ཉིན་སོགས་ལ་ཨཱ་ནི་གཞི་ནས་ད་ག་ཟེ་དེ་ར་ཤི་ཡའི་གཞུང་གི་དྲི་ཟ་བ་འབྲེལ་མི་འགྲོ་པས་སོ་ངས་ཨ་མདའ་འདི་དང་ཨ་རིའི་གསང་བའི་ལས་ཁུངས་གོ་སྒྲིག་བྲོ་བས་སོ་དང་འབྲེལ་བའི་ཐོག་ནས་ཨ་ནི་གསལ་བཤད་ཅིག་ག་རེ་བྱེད་འདོད་ལ་ན་ད་དེ་ག་ད་ཁ་སང་གནས་ཚུལ་ཐོན་པ་ནང་ད་ཡི་ག་ད་ཨ་རིའི་གསང་བའི་ག་ལ་ད་ཅིག་གོ་རེ་ཐོ་བཤད་དེ་ཁ་སང་ར་ཤི་ཡའི་ནང་ལ་ད་ཅིག་ལས་ས་ལས་ཙམ་མ་ཡིན་པ་ག་ད་ཕི་གི་ནང་ལ་དེར་ད་ཅིག་ར་ཤི་ཡའི་ཡང་ག་ལ་ད་གསང་བའི་ལས་ཁུངས་གོ་རེ་ད་ཅིག་ཐུག་བྱེད་ད་ཨ་རི་དང་ཨ་ནི་ར་ཤི་ཡ་གཉིས་བར་གྱི་འབྲེལ་བ་སྐོར་ལ་ག་ད་ཅིག་གྲོས་བསྡུར་ཅིག

ཉི་ཤུ་རྩ་གཅིག་གི་རྗེས་ནས་ད་ད་ལའི་ཐེངས་མ་དང་པོ་དེར་དང་སྔོན་མ་ཉིས་སྟོང་ཉི་ཤུ་རྩ་གཅིག་སྐབས་སུ་དེའི་སྐབས་སུ་ར་ཤི་ཡའི་ནང་སུ་ཡུཀ་རེན་ལ་བཙན་འཛུལ་བྱས་ཉིན་ད་ག་ད་ཉིན་ག་ཞོའི་ཡི་སྐབས་སུ་དེའི་སྐབས་སུ་ཨ་ནི་ཡང་ཨ་རིའི་གསང་བའི་ལས་ཁུངས་ཀྱི་གོ་སྒྲིག་ཐོག་ཤི་ཏའི་ཕར་ར་ཤི་ནས་ཅིག་འགྲོ་ཡོང་བ་དཔེར་ན་དེའི་སྐབས་སུ་ད་པུ་ཏིང་ཡང་ཐུག་བཅས་འཕྲད་དུར་བྱས་འོ་ད་སོང་དེའི་རྗེས་ནས་གང་ཞིག་འགྲོ་ཐུབ་མེད་འོ་ད་ར་སོང་ད་གང་ད་ད་ལའི་འགྲོ་ཡ་དེ་ཐེངས་མ་གཉིས་བོ་རོ་ཡིན་ནའི་མི་ད་གང་ད་དེ་དེ་གང་ད་འགྲོ་ཡ་དེ་གལ་ཆེ་བོ་འདྲ་བོ་ཅིག་ཨ། ཤ་དང་ཤ་འདེགས་ཉམས་ལྟ་གློ་བུར་དུ་འགྲོ་ཀྱི་ལྟ་རྒྱུ་མཚན་དང་ལྟ་མིག་འོད་དུ་ག་རེ་མེད་ལྟ་ཁྲག་འགྱུར་དུ་དུང་ལྟ་དང་ང་ཚོ་རྗེས་ལ་ལྟ་ཡི་འདྲ་བོ་ཅིག་ཤ་དང་ཤ་དེ་ཤི་ལྟ་དེ་ཉམས་སམ་སྟེགས་སུ་ཡང་གནས་ཚུལ་གལ་ཆེ་བོ་ཅིག་ག་རེ་གོ་ཚོད་ལ་ན། ལྟ་དེ་ཡང་ད་ལྟ་ཁ་སང་ད་ལྟ་ཚེས་ཉི་ཤུ་ལྔ་གི་ཉིན་སོགས་ལ་ནི་ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀིའི་ངས་ནས་ཨ་རི་ཡང་གསལ་བསྒྲགས་ཅིག་ག་རེ་བྱས་བྱས་ལ་ན། ལྟ་དེ་ད་ལྟ་ཟེར་ལ་ནི་ཡུཀ་རེན་འགྲོ་ལ་ཆ་ཚོད་པ་ན།

ག་ལེ་ག་ལེ་ལ་ད་ཡུཀ་རེན་ལ་ག་ད་ཕམ་ཁ་རག་གི་ཉེ་ཉེན་ཀ་ཞིག་འདུག་ད་ཅིག་ད་དེ་དེ་ཆ་ལ་རྒྱལ་ཁ་ཐོབ་གི་སོ་རོ་རེད་དེ་ཡིན་ན་ག་ད་ཁོ་དེ་ཚོའི་འགྲོ་གིན་འདུག་ལ་ག་ད་རྒྱ་རྒྱ་རྒྱ་ཐ་མ་ད་ལ་ག་ད་དམག་ནང་ལོ་ད་ཡུཀ་རེན་ཕམ་ས་རེད་བཟོ་བོ་དེ་འདྲ་སོ་ད་ད་ད་རང་ནི་ག་ད་ཡུཀ་རེན་ངན་ལ་ཐབས་ཇི་ས་བོ་དང་དམག་ཇི་ས་བོ་ག་ད་གྲ་སྒྲིག་ས་བོ་ད་རེ་ཤི་གི་གི་ཡོད་དེ་འདྲས་ག་ད་ཁོ་རང་ཡོད་ཕེབས།

དེ་ཕྱི་ད་ཐེངས་མཉམ་སྦྱོང་སྟེགས་སར་གནས་ཚུལ་གལ་ཆོག་གཅིག་ག་རེ་གོ་ཚུལ་ལ་ན། ད་ཐེངས་ད་ལྟ་ཁ་སང་ད་ལྟ་ཁ་ཟས་དེ་ད་ལྟ་ཚེས་ཉི་ཤུ་ལྔ་གི་ཉིན་སོགས་ལ་ནི། ད་ལྟ་ཁ་ཟས་དེ། ཁ་ན་ཀྲ་ཀི་སི་ལེ་མ་ཁ་ནི་ང་ན་ནི་སྐད་ཆ་ཞིག་གར་བྱེད་ལ་ད་འདི་ག་ད་ད་ད་ཟེར་ལ་ད་ཅིག། ར་ཤན་ཡུག་རེན་གཉིས་བར་གྱི་དམག་འཁྲུག་དེ་ད་ཅིག་ཐག་ཆ་ཞེ་ཡི་ནང་རེད་ཡ་མ་ན་ཁ་ད་ཡུག་རེན་ལ་རྒྱ་གར་ཐོ་ཡ་མ་ཁ་ད་ཡུག་རེན་ཀང་བཤད་ཤོད་དུ་ད། ད་ཅིག་ཕ་ར་ཤི་ལ་ག་འདོག་ཁ་བོ་བྱེད་དང་ར་ཤི་ལ་ཕ་གོ་འགྲོ་ཀུ་ནི་རྩ་བ་ཉི་ན་ཡོང་ཡ་ཡ་མ་རེད་ད་ང་ད། ཡུཀ་རེན་ལ་རྒྱལ་ཁ་དོན་གང་དུ་ཕེབས་ཞི་བདེ་ཅིག་བསྐྲུན་དགོས་ལ་དེ་ཞི་བདེ་དུ་ཕེབས་ཏེ་དྲག་པོའི་ཐོག་ནས་སྟོབས་ཤུགས་ཀྱི་ཐོག་ནས་བསྐྲུན་ཐུབ་པ་འགོག་གི་ཡིན་ཟེར་འོ་དེ་འདྲ་སོང་ཙང་གང་ལྟར་ཡུཀ་རེན་ལ་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་སུ་ངོས་ནས་ད་དཔལ་འབྱོར་དང་ཚད་འཇལ་ཁང་ནས་ཡུཀ་རེན་ལ་རྒྱབ་སྐྱོར་དུ་མུ་མཐུད་བྱེད་ཀྱི་ཡོད་དེ་འདྲ་གང་ལྟར་ཁོ་རང་ཕེབས་རེ་གོ་ནི་དེ་ཙམ་མ་ཡིན་པར་ཕར་ཆེར་ད་ལོ་ད་ལྟ་ཉིས་སྟོང་ཉི་ཤུ་རྩ་དྲུག་ཁོ་རང་ནང་ལ་བས་ཏེ་ཁ་ན་ཏྲ་ངེས་ནས་ཚད་འཇལ་དང་དེ་ཚོར་རྒྱབ་སྐྱོར་ཞེ་བོ་ཅིག་བྱས་ཡོད་ཡང་དེ་འདྲའི་གཟན་ཤེད་འདྲ་བོ་ཅིག་བྱས།